བ་ཅིང། སུ་ནོ་ལན་དང་པོ་སྐད་གོ་གི་འདུག Yes ok ད་དེ་རིང་ང་རྣམ་པ་ཚོ་ལ་ཨ་ནི་ང་རང་ཚོ་དཔེ་སྟོན་སླབ་གྲགས་ཀྱི་དགེ་རྒན་རྡེ་ར་བོད་ཟེར་མ་རེད་མོ་རང་མིང་ལ་ཡ་རྡེ་ར་བོད་ཟེར་གྱི་སྐོར་ལ་ཡ་ང་སོ་སོ་གི་འཚོ་བ་ཁ་ཤས་ཅིག་དང་སོ་སོ་གི་བསམ་ཚུལ་ཁ་ཤས་ཅིག་མ་བཤད་ན་བསམ་ས་རོ་ཞེས་དྲན་སོང་དེ་དང་མཉམ་དུ་ལ་ཨ་ནི། བར་སྐབས་བཙལ་ལ་རྟགས་མ་འཇོག། བོད་དང་རྒྱ་ནག་གཉིས་ཀྱི་པར་རོ་ནོར་ལོ་ལ། གཅིག་གིས་དཀའ་རྙོག་འདི་གི་ཐོག་ལ། ད་ཚོགས་ཆུང་འདི་ཡི་མིང་ངས་དྲན་གི་མི་འདུག། བསྟན་བྱ་ཚར་གོ་ཆོས་བཙུན་ཟེར་མ་རེད། བར་སྐབས་བཙལ་ལ་ཡ་རྡ་རམ་ས་ལ་ལ་ཚོགས་འདུ་གཅིག་འཚོགས་བཞག། ཨ་ནི་འདི་གང་ལོ་ལ་སོ་སོ་གི་ཡང། བསམ་ཇུས་འབིགས་ཙམ་གཅིག་ཞུས་ན་བསམ་ས་རུ་ཅི་དྲན་ཚེ། ཨ་ད་རི་ཡང་ཞོགས་ཀའི་ད། རྣམ་པ་ཚོ་སི་ད་ད་ང་བྲེ་ཏི་ཨང་སང་ཡི། ལས་ཀ་ལ་མ་ཕོད་ངས་ལ། ཨ་ཚོད་ཟེར་ག་ཤེས་ཅི་སྟོན་བྱེད་རྣམ་པ་ཚོ་མཉམ་དུ། སོ་སོ་གི་ཚོར་བ་བཤད་ནའང་བསམ་ས་ར་བ་ཞིག་དྲན་སོང། ཨ་དེ་ཡིན་དེ་ནི་ཡིན། ད་དང་པོ་འདིའི་ནང་ལོགས་ལ། བདེ་ར་བོའི་གསེར་ལ། ང་ཡིན་ན་ཁྱེད་རང་གི་ཚིག་གི་རྣམ་གཞག་དུས་རྒྱུན་དུ་ནས་ལྟད་མོ་འདྲ་པོ་འདི་འདྲ་དང་ཡུ་ཀྲུབ་འདི་འདྲ་མང་པོ་བཟོས་དགོས་རེད་ཁྱེད་རང་ཨ་ཁྱེད་རང་གི་ཡུ་ཀྲུབ་ལ་ཡ་དགའ་མོས་བྱས་དེ་ངས་ན་ཨ་ཁྱེད་རང་ལ་ཡ་སྐྱབས་བཅོལ་གནང་དེ་ངས་ཀྱི་གང་ས་ཅི་ཡིན་སོང་ཙང་ཁྱེད་རང་གི་ཡུ་ཀྲུབ་ཀྱི་ནང་གི་ནང་མིག་གི་འཆལ་གཞི་འདྲ་པོ་ཅིག་ཡིན་པའི་ཐོག་ནས་ཨ་ནས་ད་རིང་ཁྱེད་རང་ལ་ཡ། གཅིག་གི་སེམས་ཀྱི་ཐོག་ནས་ལུས་ཀྱི་ཐོག་ནས་ནི་མ་བདེ་བ་ཇི་ལྟར་དཀའ་ངལ་ཅི་ཡོང་འདུག་དེ་ལ་ཡང་འདུག་སེམས་མཉམ་སྐྱེ་དང་དེ་ལ་ཡང་གཅིག་གི་ཁྱོད་རང་ལ་ཡང་གཅིག་གི་ག་ལ་བོར་སོ་སོ་གི་ཚོར་བ་ཅིག་བཤད་ན་བསམ་ས་རོགས་ཅི་དྲན་སོང་གང་ཟེར་ན་ཁྱོད་རང་གི་ནམ་ཞར་དུས་རྒྱུན་དུ་ནི་ཁྱོད་རང YouTube ནང་ལ་རྒྱབ་སྐྱོར་གནང་བསྡད་མཁན་དང་ཁྱེད་རང YouTube ནང་ལོག་ལ་འཆར་གཞི་གླས་བསྡད་མཁན་དང་ཁྱེད་རང YouTube ནང་ལ་ལྟད་མོ་བལྟ་བསྡད་མཁན་ཚང་མ་ཁྱོད་རང་གི་ནང་མི་དང་གཅིག་པ་ཡིན་བྱས་ནས་གསུངས་བསྡད་ཀྱི་བ་རེད། སོང་ཙང་ང་ཡང་ཁྱོད་རང་གི་ནང་མི་གཅིག་ཡིན་པའི་ཆ་ནས་ཁྱོད་རང་ལ་ཡག་གཅིག་གི་ད་རིང་གི་དུས་ཚོད་འདིའི་ནང་ལ་སེམས་གསོ་རོགས་བྱེད་ཁ་གླས་བསྡད་ཡོད་ད་རེད།

དངོས་གནས་དྲ་གནས་ལས་བྱེད་འདི་ཚོ་ལོ་གསུམ་ནས་ལྷག་ས་གནས་གཅིག་ནང་ལ་བཞག་རྒྱུ་མི་འདུག་འདི་ཡང་འགྱུར་བ་གཏང་དགོས་ཀྱི་འདུག་འདི་ཡང་གནས་སྤོས་གཏང་དགོས་ཀྱི་འདུག་བྱས་རྗེས་བསམ་ཚུལ་བཤད་དེ་ངས་དང། ནམ་ཞར་དེའི་དུས་ནས་འཚོ་བ་སྤོངས་ཏེ་ངས་དེ་འདྲའི་གང་ཟག་དེ་འདྲ་ཞིག་ཡིན། སོང་ཙང་ད་འདི་སྐབས་ནང་ལོགས་ལ། དངོས་གནས་དྲ་གནས་གཅིག་གི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཆེད་ལྷག་པར་དུ་ཤེས་རིག་ལྷན་ཁང་གིས།

གཅིག་གིས་ཐག་ཉེ་པོ་ཐོག་ནས་སྦྱར་ཏེ་ངེད་ཀྱིས་གང་ཟག་འདི་འདྲའི་ཆེད་བྱས་དེའི་ནང་ནས་དམིགས་བསལ་གྱིས། མོ་རང་གི་ཨ་མདའི་སྐབས་ན་ལོའི་སྤུ་གུ། ད་ལོ་ཆུང་ཆུང་བཞི་བོ་གཅིག་ཡོང་ཡོད་འདུག་བསམ་པ། དེ་ལ་ཡ་དགོངས་པ་བཞེས་ནས་རེ་བ་དབྱིན་ཇི་སྐད་དང་མ་སོ་ན Human Nature Best གང་རུང་ལ། དེ་ལ་ཡ་ཨ་ནེ་སམ་པོ་བྲག་གི་ཕྱོགས་བཅུའི་ངོས་ནས་དགོངས་པ་བཞེས་ནས། ལོ་གསུམ་ད་མདོའི་འཕར་མ་གཅིག།

ཐུ་བྷན་བསོད་བདེ་བ་ཆེ་ཚ་ད་ང་ཚོར་དབུ་མའི་ལམ་ཞེས་བྱའི་རྣམ་བཤད་བྱོས་དུས་རྒྱུན་དུ་ནི། དབུ་མའི་ལམ་གྱིས་སྤྱི་མཆོད་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ནི་དབུ་མའི་ལམ་ཡིན་དུ། དབུ་མའི་ལམ་ནང་ལོ་ལ་རང་ངས་མ་ཕམ་གཞན་ཡས་མ་ཕམ། རང་ངས་རྒྱལ་ཁབ་ཐོག་གཞན་ཡས་རྒྱལ་ཁབ་ཐོག་ཟེར་ངེས་ད་ལམ་དཀྱིལ་མ་དེ་ནི་འགྲོ་གི་ཡིན་ཆེས་ཆེ། སྲིད་བྱུས་དེ་ཟིམ་བསྡད་ཡོད་འདུག་དེ་འབྲེལ་གྱི་ཐོག་ནས་ད་རི་ཡང་སམ་པོ་དག་གིས་ཨ་ནེ་གནས་སྤོའི་ཚོགས་ཆུང་གིས་དགོངས་པ་ཞེས་བྱས། བདེ་རབ་པའི་སྲས་ལ་ཡང་ད་འདོད་ལོ་གསུམ་བར་མ་གཅིག། དཔེ་དོན་བསླབ་གྲྭ་ལ་ཞུ་ཡག་གི་གོ་སྐབས་ཅིག་གནང་བ་ཡིན་ན། དངོས་གནས་དྲང་གནས་ད་འདི། ཕན་ཚུན་གཉིས་ཀ་ལོ་ལ་ཐུགས་ཕན་གསོ་ཡག་གི། དེ་འདྲའི་རོགས་ཅིག་ང་དངོས་གནས། དེ་འདྲའི་རོགས་ཅིག་དྲན་བསྡད་ཀྱི་འདུག་དེ་ནས་ཡང། གཉིས་པ་འདིའི་ནང་ལོ་ལ་ད་ད། བདེ་རབ་པའི་སྲས་ལགས་ཀྱིས། ད་ངས་འདི་ཡང་བདེ་རབ་པ་ཚེ་ཁོ་རང་ལ་ཡང་རང་ལ་བརྡ་ལན་ཡིན། ཨ་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཨ་མདའ། དཔེ་དོན་ལབ་དཀའ་རོ། སམ་པོ་བྲག་གི་ཚོགས་ཆུང་ལ་ཡག་སྙེ་ཞུ། མ་ཕུད་ངས་ལ། ད་མོ་རང་གི་གནས་སྟངས་འདི། ད་སྤུ་གུག་གི་དཀའ་ངལ་ཞིག་འཕྲད་ཡོང་འདུག་ཨ་ནི་སྤུར་བ་ལ་ལ། རྒན་ལ་སུ་ཕེད་གི་ཡོད་ནའི། དང་པོ་སྤུར་བ་ལ་གི་རྒན་ལ་འདི་སྙམ་འདུག་ཡ། ཕྱི་གི་གར་སེལ་བ་རེད། ནང་གི། ནང་དོན་ངོས་ནས་ནི་འབྲེལ་བ་ཅིག་གནང་བྱས། ཨ་ནེ་བསྐུར་བ་ལ་དགེ་རྒན་འདི་དང་མཉམ་དུ་ལ། ཕྱི་གི་གར་བ། ནང་དོན་ངོས་ནས་ནི། Mutual Understanding ལ་དགེ་རོགས་དག་དབྱིན་ཇི་ཡིན་ན། འདི་འདྲའི་ཆུ་ཐོག་ནས་ཨ་ནེ་རྒན་ལགས་ཁྱེད་རང། ཧར་པ་བསྐུར་ལ་ཕེབས་པ་ཡིན་ན་ཨ་ནེ་ང། བསྐུར་བ་ལ་ལ་འགྲོ་གི་བྱས་བྱས་ཨ་ནེ་ནང་དོན་ངོས་ནས་ནི་ཁོ་རང་གཉིས། གང་ཟག་གཉིས་པོ་བསྐུར་བ་ལ་འགྲོ་མཁན་འདི་དང། འདི་ར་བས་སོས་ཁོ་རང་གཉིས་ནང་སྐུར་ནང་འགྲོ་ལ། ད་ནི་མི་ལྡིང་ཡོད་པ་ཡིན་ན་ཕ་ཆེན། སམ་བོ་ད་ཕྱོགས་ཆུང་ངོས་ན་ནི་དེ་ལ་ཡང་དགག་པ་ཡོད་ཀྱི་མ་རེད་བསམ་ས་རེད་དྲན་རྒྱུ་ག་ས་ན། ཕྱོགས་ཆུང་གི་ཐག་གཅོད་ཅི་གང་ལོ་ལ་འགྱུར་བ་མང་པོ་ཅིག་བཏང་དགོས་འདུག་ཕྱོགས་ཆུང་ལ་ཡང་དཀའ་ངལ་ཅིག་ཡོད་བ་དེ་ང་རང་ཚོ་མི་མང་གི། མཚན་མ་གོས་ངེས་ལ་ཨ་ལས་བསམ་ཚུལ་མ་བཤད་ངེས་ལ་དེ་ཚོའི་དགོངས་པ་བཤད་དགོས་དགོས་རེད། ད་རིང་ང་ཚོ། རྡེ་ར་བོད་སེར་ལ་གཞིས་བྱེས་གཞིས་ལ་བཞག་རྗེས་ཚོགས་ཆུང་ངོས་ན་ནི། ད་ནི་འགྱུར་བ་ཇི་ཙམ་འགོ་ཡིན་ན་མ་འོངས་པར་ལམ་དང་ལུགས་སྲོལ་འདི་རང་ཆས་ཀྱིས་གནས་བསྡད་ཀྱི་ཡོད་དོ། འདི་ལ་ཡང་དགོངས་པ་བཞེས་དགོས་འདྲ། ད་ཡིན་ན་འདི་འདྲའི་གནས་སྟངས་འདི་འདྲའི་ང་ཚོའི་ཕྱི་ཕྱོགས་བོད་མིའི་སྒྲིག་འཛུགས་ནང་ལོགས་ལ་མང་པོ་བྱུང་གི་ཡོད་རེད་ད་མང་པོ་བྱུང་གི་ཡོད་རེད་ད་གཅིག། འདས་པའི་ལུགས་རྒྱུད་འདི་གང་ལོགས་ལ་ནི་གནས་སྤོས་བཏང། གནས་སྤོས་བཏང་ནས་སྙན་ཞུ་བརྒྱབ་ནས་ད་ལྟ་འདི་འདྲ་མང་པོ་ཡོད་རེད་ད་འདི་ཚོ་ཆ་ཚང་ལུགས་རྒྱུད་ཀྱི་བཤད་མོ་གོ་ཅེས་ད་ལྟའི་བདེ་རབ་འོད་གསལ་གྱི་བིད་ཡོ་གཅིག་ལྟ་ངན་དང་བདེ་རབ་འོད་གསལ་གྱི་བིད་ཡོ་གི་ནང་མི་གཅིག་ཡིན་པའི་ཆ་ནས་ང་རང་ངོས་ནས་ནི་སམ་བོ་དག་གིས་བསྐྱར་དུ་ཡང་ར་བ་བསམ་བསྐྱར་དུ་ཡང་བརྗོད་ཅིག་དགོངས་པ་ཅིག་བཞེས་རྗེས་ཨ་ནི་འདི་ར་བོད་སེར་འདྲ་པོ་ད་ང་རང་ཚོའི་སྤྱི་ཚོགས་ནང་ལོ་ནས་ཨ་ནི་ལས་བྱེད་འདི་འདྲས་ད་རི་ཡར་དགོངས་པ་ཞུས་ནས་ཨ་ནེ་ཕྱི་ལོར་མ་ཕེབས་པ་ཡིན་ན་འཕང་ཡག་རེད་ད་འཕང་པོ་ཞེའུ་ཅི་རེད་སོང་ཙང། འདི་ཚོ་གྲས་གང་ལོ་ལ། སམ་བོ་ད་ཆོས་ཆུང་ངོས་ནས་ནི་ངེས་པར་དུ་དགོངས་པ་བཞེས་རོགས་གནང་ཡ་བྱས་ཅིག་འབུལ་གུས་ཡིན། འདི་དང་མཉམ་དུ་ལ་ད་རི་དྭགས་ངན་གྱི། དེ་ར་བོད་ཟས་གང་ལོ་ལ་བརྙན་ཐུང་དང་པོ་བྱས་འདུག་བརྙན་ཐུང་དང་པོ་འདིའི་གང་ལོ་ལ་སོ་སོ་ངོས་ནས་ནི Positive བར་བཟང་སྤྱོད་ཀྱི་སྒོས་ནས། འཚོ་བ་ཅིག་སྤུངས་ཀྱི་ཡོད། སོང་ཙང། བཟང་སྤྱོད་དེ་ཀུན་ནས་ཚོར་བ་ཅིག་སྤོང་ཡོང་དུ་བརྩམས་པ། དེ་ལ་ཡང་བསམ་པོ་འདྲ་ཕྱོགས་ཆུང་རེད། ངེས་པར་དུ་དགོངས་པ་ཅིག་བཞེས་ཀྱི་རེད་བསམ་བསམ་བྱེད་ཀྱི་རེ་བ་དང་ཡིད་ཆེས་ཡོད། ཨ་འདི་ངེས་པར་དུ་དགོངས་པ་ཅིག་བཞེས་རོགས་གནང་ཨ་ཅེས་ཅེས་འབོད་གི་ཡིན། ད་དེའི་རྗེས་ལ་བརྙན་ཐུང་གཉིས་པ་གསུམ་པ། ཨ་ནི་དེ་ར་བོད་ཟས་གང་རུང་ལ་ཟོས་མི་དགོས་བ་གིས། སོ་སོ་ངོས་ནས་ནི། རེ་བ་དང་ཡིད་ཆེས་བྱེད་ཀྱི་ཡོད་ཅེས་ནི་ཞུ་ཡ་ཡིན། དེ་ནས་ད་ལྟ་ང་ཚོ། གཅིག་གིས། རྒྱ་བོད་གཉིས་ཀྱིས་དཀའ་རྙོག་གསལ་ཐབས་ཆེད་དུ་ལ། བདམས་ཐོན་སྲིད་སྐྱོང་སྤྱི་ཕན་པོ་ཚེ་རིང་ངོས་ན་ནི། ཨ་ནི། ག་ལ་བ་ད་འདི་གི་མིང་ངས་ངས་གསལ་བོ་ཞིབ་ཞིབ་དྲན་གི་མི་འདུག། རྣམ་པ་ཚོ་དྲན་གི་འདུག་ན་ཚོགས་ཆུང་འདི་གི་མིང་དེ་བཀོད་བཞག་རོགས་བྱེད། ཚར་གོས་ཚར་གོས། བསྟན་བྱ་ཆོག་ཆུང་ཟ་གཅིག་ཟ། འདི་འདྲས་ཀྱི་རྡ་རམ་ས་ལ་ཧོ་ཏེལ་རྫིག་པོ་ཞིག་ནང་ལོགས་ལ་ཚོགས་འདུ་ཅིག་ཚོགས་གནང་རྗེས། ཨ་ནི། ད་ལྟ་ང་ཚོ་གི་བྷ་ཇའི་ནང་སྲིད་ཀྱི་དྲུང་ཆེ་ཡི་ས་གཡོག་ད་ངས་མིང་ཁོ་ར་དྲན་གྱི་མི་འདུག་ཁོ་རང་ཡར་རླུང་འཕྲིན་ཁང་ནང་ལོག་ལ་དྲི་བ་དྲིས་ལན་ཅིག་བྱེད་དུ་བརྩམས་པ། ཨ་ནི་དྲི་བ་དྲིས་ལན་འདིའི་ནང་ལ་དམིགས་བསལ་གྱི་བརྗོད་གཞི་འདི་འདྲ་དག་གས་ཡོད་མ་རེད་ད་ང་ཚོ་ཨ་ནི་ཚོགས་འདུ་ཐེངས་ལྔ་པ་དེ་ཚོགས་པ་རེད་ཅེས་ཅིག་གསུངས་བསྡད་ཀྱི་འདུག་ར་བ། ཨ་ནི་སྤྱི་བཏང་ནས་ད་ཚར་གོ། ད་ཚོགས་ཆུང་འདིའི་གི་ཚོགས་འདུ་གར་ད་གར་ཚོགས་པ་ཡིན་ན། རྒྱ་གྲ་བོད་གྲ་བྱེད་ཡ་གི་གནས་ཚུལ་དེ་འདྲའི་གས་མ་རེད། ག་ས་ན་ཁོ། རྒྱ་ནག་དང་མཉམ་དུ་ལ། ཨ་ནི། བོད་རྒྱ་གཉིས་ཀྱི་དཀའ་རྙོད་བསལ་ཡ་ཆེད་དུ་ལ། ཨ་ནི་བཀའ་མོལ་གཅིག་དང། སྲིད་ཇུས་གཅིག་གི་ཆེད་ཡོད་འདུག་བསམ་པ་འདི་ཚོ་རྒྱ་གྲགས་བོད་གྲགས་བྱས་ན་འགྲིག་སྐད་ཡོད་པ་མ་རེད། ངེས་པར་དུ་ངག་འདི་ཚོ་བ་ལེན་ཐུབ་ཀྱི་འདུག་ཡིན་ནའི་ད་རིང་འདིའི་ནང་ལོགས་ལ་ཁོ་རང་གིས་བརྗོད་གཞི་མེད་རེད་གསུང་ཡ་འདི་ངས་གཟི་བརྗོད་གནང་གི་འདུག་བསམ་གྱི་འདུག་རྒྱུས་མ་རྫུས་མ་བཤད་ཀྱི་འདུག་དྲན་གྱི་འདུག་རོགས། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་བདམས་ཐོན་གྱི་སྲིད་སྐྱོང་གཙོས་སྤེན་པ་ཚེ་རིང་དེ་ག་པ་ག་མིན་མ་རེད་རོགས། ཁོ་རང་ང་ཚོ་གི་འདུག་ས་རྡུལ་ཙམ་པ་གཅིག་གིས་ཁ་ནོར་བདེ་བ་དག་ཅིག་མང་པོས་མཐོང་བས་ཡིན་ན་དེ་ཁོ་དེ་ག་པ་ག་མི་དེ་འདྲས་རྩ་བ་རང་ནི་མ་རེད། བརྗོད་གཞི་མེད་པ་ལ་ཚོང་ཚུལ་དེ་འདྲས་རྩ་བ་རང་ནི་ཚོགས་ཀྱི་མ་རེད་བརྗོད་གཞི་མེད་པ་ལ་འགྲོ་སོང་རྩོམ་ནག་དེ་གམ་ཅིག་དེ་འདྲས་རྩ་བ་རང་ནི་བཏང་གི་མ་རེད། སོང་ཙང་འདི་ཡང། ཨ་མདའ། དྲི་བ་དྲིས་ལན་བཀའ་གནང་རོགས་ལ། ཞེ་ཆུང་གནང་གི་འདུག་བསམ་གི་འདུག་རྫུན་མ་བཤད་གི་འདུག་བསམ་གི་འདུག་རོགས། དེ་ནས་ད་དམིགས་བསལ་གྱིས། ངེད་ཀྱིས་འདིའི་ནང་ལོགས་ལ། ཏཱ། སྣེ་ཁྲིད་བྱེད་ཁ་བ་ཁ་བ་ཁྲིད་མོ་གོ་བ་བྱེད། ངེད་ཀྱི་ངོས་ན་ནི། ད་འདིའི་སྐབས་ནང་ལོགས་ལ། ཨ་ནི། བདམས་ཐོན་སྲིད་བྱུས་སྤྱི་དཔོན་པ་ཚེ་རིང་ལགས་ཚེ་མཐོ་པོ་ངོས་ན་ནི་གསར་འགོད་པ་ཚོ་གིས། དུས་རྟག་ཏུ་རྒྱབ་སྐྱོར་ཅིག་གནང་རྗེས་འགྲོ་དེ་ངེད་ཀྱི་གསར་འགོད་པ་ཅིག་ཡིན་དུས་བརྩམས་པ། ད་རིས་གསར་འགོད་པ་པའི་སྐད་ཆ་ག་རེ་བཤད་ཀྱི་ཡོད་ན་སྐད་ཆ་དེ་ཚོ་ང་ཚོས་ཀྱིས་ངེས་པར་དུ་གཟིམ་དགོས་ཡ་དེ་སྐད་པ་སྐད་ཆ་དེ་ཚོ་ལ་ང་ཚོས་ཀྱིས་ངེས་པར་དུ་དོ་སྣང་གནང་དགོས་ཡ་དེ་གལ་ཆེན་པོ་ཞིག་རེད། གསར་འགོད་པ་འདི་གིས་དྲི་བ་དང་པོ་ནི་དྲིས་ཡོང་དུས་ནས་ད་རེས་ཡ། ཚོང་དུད་ཀྱི་ཚོགས་རེད་ཚོང་དུད་འདི་གི་བརྒྱུད་རིམ་ཐོག་ནས། རྒྱ་ནག་ལ་ཡ་ཡི་གེ་འདི་འདྲའི་བཏང་ཡ་ཅིག་བྱུང་ཡོད་རེད་གསུང་གི་འདུག་དེ་གང་འདྲ་རེད་ཅེས་ནས་བཀའ་འདྲི་ཞུས་ཡོད་འདུག་མ་རེད་མ་རེད་ཡི་གེ་འདི་འདྲའི་གལ་བཏང་ཡོད་མ་རེད་ཅེས་ནས་གསུང་གི་འདུག་ཨ། དེ་འདྲའི་ཁོ་རང་ཡི་གེ་འདི་འདྲའི་དེ་འདྲའི་བཏང་ཡོད་ཀྱི་རེད་བསམ་ས་རུ་དྲན་གྱི་འདུག་ཡིན་ན། བཏང་ཡོད་རེད་བྱས་ནས་གསུང་དགོས་ཡ་དེ་འདྲའི་གནས་བབ་ཅིག་གླེགས་གི་མ་རེད་དྲན་གི་འདུག་ཁ་སང་དེའི་ད་གི་གོང་དུ་ཞུ་བ་ནང་བཞིན་རེད་ཁོ་རྒྱ་ནག་དང་མཉམ་འདོག་ལ་ཨ་ནི་གྲོས་མེད་བྱེད་ཡ་གི་སྲིད་ཇུས་ཅིག་ཡོད་འདུག་ཙམ་པོ་ཁོ་གི་རྒྱ་དྲག་བོད་དྲག་བྱས་བྱས་འགྲོ་ན་ཡང་འགྲིག་གི་ཡོད་མ་འདི་ཡ་ང་ཚོ་ཁས་ལེན་ཁས་ལེན་དགོས་རེད་ངོ་ལེན་དགོས་རེད་བ། སོང་ཙ། དེའི་ཐོག་ནས་ཨ་ནི་ཨ་ན་ནང་སྲིད་གི་དྲུང་ཆེ་ཡིན་ས་ཡོད་ཁོ་རང་གི་ཏན་ཏན་ཁོ་རང་སྲིད་ཇུས་གནང་གི་འདུག་བསམ་ས་རུ་བྱིན་གི་ཡོད་ཡང་ས་ན་གསར་འགོད་པ་གི་རྣམ་པ་ཚོགས་ཀྱི་ཨ་ནི་ཚོགས་ཆུང་འདིའི་ངོས་ནས་ནི་རྒྱ་ནག་ལ་མ་ཡི་གེ་ཅིག་བཏང་ཡོད་རེད་ཅེས་ནི་ཁ་ནས་མ་ཐོན་ཡོང་འདུག་སྐད་ཆ་འདི་ཚོ་དེ་ག་པ་ག་ཐོན་གི་མ་རེད་བསམ་ས་རུ་ཞིག་དྲན་གི་ཡོད་གསར་འགོད་པ་འདི་ཚོ་ཁ་ན་ནི་ག་ཟེར་ན་ཁོ་ལ་ཡ་ཐབས་ལ་ཡ་མེ་མེད་བ་ཙམ་གྱིས་དུ་བ་ཡོང་གི་ཡོད་མ་རེད་དུ་བ་ཡོད་བ་ཙམ་གྱིས་མེ་མེད་བ་ཡོང་གི་ཡོད་མ་རེད་བ་དེ་ལ་ཡ་གཞིས་ཆགས་ཅིག་ཡོད་རེད་བསམ་གྱི་འདུག་རེད་བ་གཞིས་ཆགས་ཅིག་ཡོད་བའི་ཐོག་ནས་ཨ་ནི་ཁོ་རང་གིས་དྲི་བ་ཞིག་དྲིས་རྗེས་དྲི་བ་འདི་དྲིས་ཡོང་དུས་བརྩམས་པ་ཨ་ནི་ཁོ་རང་གིས་ལན་གར་བསྐྱོན་དགོས་འདུག་མ་རེད་མ་རེད་ང་ཚོས་ཡི་གེ་འདི་འདྲའི་གས་བཏང་གི་ཡོག་མ་རེད་གསུང་དགོས་འདུག་རོའོ་འདི་ཡིས་ང་ཚོ་ངེས་པར་དུ་དགོངས་པ་བཞེས་དགོས་ཀྱི་འདུག་བསམ་གྱི་འདུག་དེ་ཡིན་དུས་བརྩམས་པ་ད་འདི་སྐབས་ནང་ལོགས་ལ་མེད་ན་ནི། ཚོགས་ཆུང་འདི་གི་ངོ་བོ་གཅིག་དང་ཚོགས་ཚོགས་འདི་གི་སྐུ་ཚབ་བྱས་རྗེས། གསར་འགོད་པ་འཇམ་རྡོ་ལགས་དྲི་བ་དྲིས་ལན་རྩ་བ་ནས་ནི་གནང་ག་མ་ཕེ་རོགས་བྱེད་ཞུ་ཡ་ཡི་རེད་བ། དྲི་བ་དྲིས་ལན་གནང་ག་ཕེ་ཚར་བའི་རྗེས་ལ་མི་མང་འདུས་ལ་ཡ། ཨ་ནི་མི་མང་ལ་ཡ་ཞེས་རྫུན་མ་གནང་རོགས་བྱེད་རྫུན་མ་མ་བཤད་རོགས་བྱེད་བྱས་བྱས་འདི་བེད་གུ་ཡིན། བྱུང་སེམས་བྱུང་ན། ཨ་ནི། ཚོགས་ཆུང་འདི་གི་འཆར་གཞི་དང་ཚོགས་ཆུང་འདི་གི་ལས་ཀ་ག་རེ་བྱེད་གུ་ཡ་ན། འདི་རྒྱ་བོད་གཉིས་ཀྱི་གནས་སྟངས་ཅིག་གི་འོག་ནས། ལས་ཀ་ཅིག་ཡིན་དང་དཀའ་ངལ་ཅིག་དང་གནས་ཚུལ་ཅིག་ཡིན་པའི་ཆ་ནས། ཨ་ནི་མི་མང་ལ་ཡ། དངོས་གནས་ཐོན་ནས་གསལ་གསལ་གསལ་པོ་གཅིག་གསུང་དགོས་པ་འདི་གླེན་ཀ་ཆེན་པོ་རེད་བསམ་བསམ་རེ་དྲན་གྱི་ཡོད་ད་ག་རང་ཡིན་ཨ་ནི། འོ་དེའི་བརྗོད་གཞི་འདིའི་གང་ལོ་ལ་བརྙན་ཐུང་དང་པོ་ཡིན་བརྙན་ཐུང་དང་པོ་འདི་ནི་བརྙན་ཐུང་གཉིས་པ་གསུམ་པ་བཞི་པ་ཡང་བཟོས་མོ་དགོས་པ་གྱི་ར་བ་དང་ཡིད་ཆེས་ཞུ་གི་ཡོད་ཨ་ནི། མ་འོངས་པ་ལ་བརྙན་ཐུང་འདི་འདྲའི་གཅིག་གང་ལོ་ལ་དྲི་བ་དྲིས་ལན་འདི་འདྲའི་གང་ལོ་ལ་གང་ཐུག་ཐུག་གི་རྣམ་པ་ཚོ་ཨ་ནི། མ་ཕེ་ཡ་གིས་འབད་བརྩོན་གནང་རོགས་གནང་བོད་ཚ་བའི་རྗེས་ལ་ཞི་རྒྱུན་མ་གནང་རོགས་གནང་ཞུ་ཡ་ཡི་ཨ་མཐོ་ཆེ་གནང་ཚེ་རིང་བ་བའི་རྡེ་ར་བོད་སེར་ལ་ལབ་ཡུལ་བཟོ་མ་བྱེད་རྡེ་ར་བོད་སེར་ལ་སེམས་ཤུགས་མ་ཆག་རོགས་ཆེ་ཁྱོད་ར་སེམས་ཤུགས་ཆག་ངེས་ཀྱི་བུ་མོ་འདི་འདྲ་དང་སྐྱེ་དམན་འདི་འདྲ་མ་རེད་ཡིན་ན་མི་ཡི་གི་མི་ཚེ་འདིའི་ནང་ལོགས་ལ་དཀའ་ངལ་འཕྲད་གི་རེད obstacle ལས་གི་རེད obstacle འདི། དཀའ་ངལ་འདི་སེལ་བྱེད་འགྲོ་ཡ་རེད་དེ་ཨ་རང་མི་གི་འདི་རེད་ད། མཚན་ཉིད་རེད་ཁྱད་ཆོས་རེད། འདི་གང་བློ་ལ་ཁྱེད་རང་ཏན་ཏན་ཕེབས་ཀྱི་རེད་བསམ་པ་གི་སྤོ་བ་མཐོང་པོ་ཡོད། ཁྱོད་རང་གི Video ཉི་མ་གཅིག་ལ་མ་ཆེ་བ་དུས་རྟག་ཏུ་ལྟ་ནི་འགྲོ་དེ་ངས་ཡིན་ངས་ཀི་མེད་འདྲ་བོ་བྱིན་ན། ཁྱོད་རང་གི་བད་ཁོ་ར་བད་བད་བད་བད་ཁོ་ར་འདི་རེད་ད། ག་ལ་རེད། Crazy རེད་ཁྱོད་རང་གི Video ལ། ཁྱོད་རང Video དུས་རྟག་ཏུ་ལྟ་ནི་འགྲོ་དེ་ངས་འདི་འདྲའི་མི་གཅིག་རེད།

ལྷས་ལྷས་སྐད་ཅིག་བཤད་ཀྱིན་ད་རིང་འདིའི་ནང་ལོགས་ལ་དགོན་སྐད་ཁྱུད་ནས་མེད་བ་ཅིག་ང་ལས་ལྟ་ད་ཡ་དྲི་དྲི་ཡིན་ལྟ། ལས་ཀ་ལ་ཐོན་ཆོས་ཆོས་ཨོ་ར་བོ་ཅིག་ཨོ་དེ་ཡིན། ཨ་འདི་ཨོ་ར་ཡིན་དེ་ར་བོ་བཤད་ལ love you so much love you take care ཨ་ཁྱོད་ར་སྤུ་གུ་ལ་ཡང་དོ་སྣང་བྱེད། ཨ་ནི་ཁྱོད་རང་གི་ཡང་འདའ་ལ་བསྡད་ཀྱི་འདུག།